ང་ཁྲི་སྲོང་གདུང་སྲས་དང་བསྟན་འཛིན་འབྱུང་གནས་ཀྱི་ཨ་མ་ཡིན། ཨ་ནི་ངེད་ཀྱི་བཟའ་ཟླ། ཨ་ནི་ཀླེ་ལོང་རིན་པོ་ཆེ་རེད། ཨ་ནི། མི་ཁ་ཤས་ཀྱིས་བསམ་གྱི་ཡོད་ར་ངའི YouTube Channel འདི་གར་ཕྱིན་ནས་འགོ་བཙུགས་ཡིན་ན་བསམ་ནས་བསམ་གྱི་ཡོད་ཀྱི་ར་ཡིན་ནས་ངའི YouTube Channel བཟོས་ལ་བསམ་བློ་མང་པོ་བཏང་མེད་ར། ཨ་ནི་ང་རང YouTube Channel བཟོས་ངའི་གྲོགས་སུ་ཨ་ནི་ང YouTube Channel བཟོས་བྱས་ཡིན་ར། ཨ་ནི་གང་ཟག། ངེད་ཀྱི channel འདི་ནང་ལོ་ལ་ཨ་ནི་ད་མི་གཞན་པ་ན་ཞིག་རེད་ཨ་ནི daily vlog འདྲ་བོ་དང་ཅི་ཡོད་ར་ཨ་ནི་སོ་སོ་སྤུ་གུ་མཉམ་དུ་ཨ་ནི་ག་རེ་བྱེད་ཀྱི་ཡོད་མེད་འདྲ་བོ་དང་ཨ་ནི་མཚམས་མཚམས་ཁ་ལག་གསོས་བསྡད་རྒྱུ་འདྲ་བོ་དང་མཚམས་མཚམས་ཕྱི་ལོག་འགྲོ་བསྡད་རྒྱུ་འདྲ་བོ་དང་དེ་འདྲ་འདྲ་བོ་རེད་དམིགས་བསལ་ཨ་ནི་གཞན་དག་གས་ཡོད་མ་རེད་དང་མི་གཞན་པ་གིས youtube ག་འདྲ་ཡོད་པ་ན་ཞིག་བྱེད་པོ་གཅིག་ཀྱང་ངེད་ཀྱི channel དེ་ད་ག་རང་རེད། མཚམས་མཚམས་རིན་པོ་ཆེ་གི་ད་ལྟ་དགེ་རྩ་གི་ཕྱག་ལས་ཡོད་རེད་རིན་པོ་ཆེ་གི་ད་ལྟ་དེ་ལ་ཆོས་ཚོགས་ཡོད་རེད་གླེང་ལོ་རིན་པོ་ཆེ་གི་ཆོས་ཚོགས་ཡོད་རེད་རིན་པོ་ཆེ་གི་དགེ་རྩ་གི་ཕྱག་ལས་དང Charity Work དང་མཚམས་མཚམས་ཚོང་ཁང་ཚོང་ཁང་ད་ལྟ་ང་ཚོ Charity Shop ཡོད་རེད་དགེ་རྩ་གི་ཚོང་ཁང་འོ་འདི་སྐོར་ལ་འདྲ་བོ་དིས་དིས་སྟོན་ཡིན་རེད་ཕོ་རུ་ཕོ་རུ་ལ་རིན་པོ་ཆེ་གི་ཕྱག་ལས་དེ་ཚོ་སྐོར་ལ་རང་ཚོ་མཉམ་དུ་ཤེར་ཕྱིན་ཡིན། ཨཱ་ནི། ང་རང་བོད་སྐད་གཙང་མ་གང་རྒྱ་ཐུག་ཐུག་ཐབས་ཤེས་བཏང་གི་ཡིན། ཨཱ་ནི། འབད་བརྩོན་བྱེད་ཀྱི་ཡིན། ཨཱ་ནི། གང་ས། དེ་ཆུང་དུས་སྐབས་སུ་ནས་ཡང་ང་ཚོ་གཞིས་ཆགས་ལ་ཨཱ་ནི། ར་མ་ལུག་གི་སྐད་རྒྱབ་ནས་ཚར་གྱོ་ར། ལ་ན་གང་ལ་གོ་ར་མཚམས་མཚམས་བོད་སྐད་རྒྱ་དུས་ཙམ་པ་བོད་སྐད་མཉམ་དུ་ཨིན་ཇིག་གི་ཚིག་དང་དེ་ནས་རྒྱ་གར་གྱི་ཧིན་དི་གི་ཚིག་དང་དེ་འདྲས། སྤྲད་ནས་ཨ་ནི་སྐད་ཆ་བཤད་ནས་ཡ་ཚར་རྒྱུ་ཡིན་དུས་ཙམ་པ་ལ་ད་ཐོབ་རྒྱག་བ་རྒྱག་ཨ་ནི་གཅིག་ཁ་ལ་ར་བོད་སྐད་གཙང་མ་རྒྱབ་ཡ་དེ་ལས་སླ་པོ་མི་འདུག་ཨ་གཅིག་ཁ་ནས་མ་སྐད་ཆ་གཅིག་ཐོན་དུས་སྐབས་སུ་བསམ་བློ་གཉིས་སུ་གཏང་དགོས་འདུག་ཨ་ད་དེའི་ཚིག་དེ་བོད་སྐད་ནང་ལ་ལ་ག་འདྲས་སླ་དགོས་ཡོད་མེད་ད་གཅིག་ཡོ་ར་བོད་སྐད་གཙང་མ་རྒྱབ་སོ་ན་ཨ་ནི་ག་འདྲས་སླ་དགོས་ཡོད་མེད་དེ་འདྲས་བསམ་བློ་གཏང་དགོས་ཀྱི་འདུག་ཨ་ནི་ལམ་སང་ལམ་སང་ཨ་ནི་བོད་སྐད་ཀྱི་ཐ་སྙད་དེ་ཚོ་ཡས་ཨ་ནི་ཤིང་མི་འདུག་གཅིག་ཡོ་ར་བོད་སྐད་ཀྱི་ཐ་སྙད་མང་པོ་ཤིང་མི་འདུག་རང། ཨཱ་ནི། ལས་ནོར་རིན་པོ་ཆེ་ཀས་རྟག་པར་རེ་ཞིག་ང་ཚོ་ལ་ཨཱ་ནི། གསུང་གསུང་པ་རེད་ར་སྤུ་གུ་དང་ང་ཚོ་ལ་ཁ་བཏུད་ནས་བོད་སྐད་རྒྱབ་བོད་སྐད་རྒྱབ་ང་ལྟ་བུ་བོད་སྐད་རྒྱག་གི་བ་རེད་ར་ཉི་མ་རྟག་པར་རེ་ཞིག་ལ་ན་ཅིག་ག་ལ་རེ། བོད་སྐད་བོད་སྐད་རྒྱག་གོ་རེ་བོད་སྐད་མ་ཤེས་གཞན་པ་ཁྱེད་སྐུ་སྐད་གཞན་པ་རྒྱག་གི་མེད་ར། ཡིན་ནས་ཡང་རིན་པོ་ཆེ་ཀས་ང་ལ་ཅིག་ག་རེ་བོད་སྐད་གཙང་མ་རྒྱག་གོ་འདུག་ལ་ནི་ག་དུས་ནས་ང་ལ་དྲན་གསོས་དྲིན་གཟོ་སྐྱོ་གི་རེད་ར་བོད་སྐད་རང་བོད་སྐད་གཙང་མ་རྒྱག་དགོས་འདུག་རང་བོད་སྐད་གཙང་མ་རྒྱག་གི་མི་འདུག་ཟེར་ན་ནི། ཨ་ནི་རིན་པོ་ཆེ་རྩ་ནས་སྦྱང་གི་སྦྱང་གི་བྱེད་ཀྱི་ཡོད་ར་ཡིན་ནའི། ད་རུང་གེ་ཤིག་མི་འདུག་ར་རིན་པོ་ཆེ་ཡིན་ནའི་གེ་ཅིག་ག་དུས་ཡིན་ནའི། ཁྲེ་ལ་ཚ་བོ་རེད་ལས་ཀ་ཡོད་ར་ཁོ་རང་གི་ཕྱག་ལས་དེ་ཚོ་ཁྲེ་བ་ཚ་བོ་རེད། ཨ་ནི་ཞོ་གེ་སྔ་པོ་ནས་ཅིག་ཕ་ཆོས་ཚོགས་ལ་ཕ་ཕེ་བྱས་དེ་ནི་དགོན་བདག་ཆེའུ་མ་ཞིག་ཚུགས་ལོ་གུ་མ་རེད་ར།

རིན་པོ་ཆེ་གིས་ཕྱི་ལོག་གི་སྤྱི་སྒེར་ཕྱག་ལས་དང་ཆོས་ཕྱོགས་ཀྱི་བྱ་བ་འགྲོ་བ་དག་འདི་ཚོ་ལ་ཁོ་རང་དོ་སྣང་དང་ཁོ་རང་གི་དུས་ཚོད་དང་ཅི་ཡོད་ར་ཁོ་རང་གི Energy དང་ཅི་ཡོད་ར་ཁོ་རང་གི་ཤུགས་ལག་རས་དང་ནུས་ཤུགས་ལག་རས་ཁོ་རང་གི་ནུས་ཤུགས་དང་དུས་ཚོད་དང་ཆ་ཚང་ད་ག་རང་ག་ལ་ཤུགས་རྒྱག་དགོས་རེད་ར། ཨ་ནི་ང་ནང་ལ་བསྡད་ཀྱི་ཡོད་ར་ང་ནང་ལ་བསྡད་ང་ངེད་ཀྱི་སྤུ་གུ་འདི་ཚོ་ལྟ། ཕྲུ་གུ་དེ་ཚོའི་སློབ་གྲྭ་ལ་ཁྲིད་དགོས་དང་ཁོ་ཚོ་ལ་སློབ་སྦྱོང་ལ་གང་ལ་དོ་སྣང་བྱེད་དགོས་དང། སློབ་གྲྭ་ནས་ཚུར་ལེན་ཡང་དང་དེ་རྗེས་ལ་ཅིག་གང་ལ་རེད། འཛིན་གྲྭ་ཐད་པར་འགྲོ་དགོས་དང་འཛིན་གྲྭ་ཐད་པར་ཁྲིད་དགོས་འགྲོ་ཡོད་ར་ལ་ན extra curricular activities འགྲོ་ལ་ཡོད་ར། འདི་འདྲའི་ག་ལ་ཡར་ཁྲིད་དགོས་ནི་རེད་མར་ཁྲིད་དགོས་ནི་རེད་དོ་སྣང་བྱེད་མཁན་ང་རང་རེད་ར་རིན་པོ་ཆེ་དེ་འདྲའི་དེ་ག་ཟིག་གི་དོ་སྣང་གནང་གི་མ་རེད་རྐང་མཛོ་ནི་དོ་སྣང་མ་གནང་ཨེ་ད་མ་རེད་ཡིན་ནའི་ཁོ་རང་གི་ཕྱག་ལས་དང་དེ་ཚོ་བེད་ཁོ་རང་གང་ལ་རེད། བྲེལ་བ་ཚ་དྲགས་ནས་ཡོད་ར་སྤུ་གུ་མཉམ་འདུག་དེ་འདྲའི་དེ་གི་དུས་ཚོད་དེ་ཁོ་རང་ལ་ཡོད་མ་རེད་ཨ་ནི་གཟའ་ཉི་མ་ལས་ཁོ་ག་རེ་གི་ནང་ལ་བདེ་སློང་ཡོད་མ་རེད་ཡོད་ཨ་གཟའ་ཉི་མ་ལས་རིན་པོ་ཆེའི་ཕྱི་ལོགས་ལ་ཆ་རེ་ནང་ག་ཕེབས་ཀྱི་རེད་རོ་ཨ་ནི་མཚམས་མཚམས་མི་ཐུག་གོ་ཨ་དེ་འདྲའི་རྡོག་ཁ་ཤས་ཡང་ཅིག་སོ་སོ་སེམས་པ་མ་བདེ་བ་སོགས་ལ་འགྲོ་བ་ཆེ་སེམས་ལ་དཀའ་ངལ་ཡོད་རྒྱུ་རུ་དང་དེ་འདྲའི་ཡང་རིན་པོ་ཆེ་ཁོ་རང་ལ་ཐུག་འདོད་ཡོད་ན་ཡང་སང་ཉི་མ་ལ་ཡང་དེ་འདྲའི་ཐུག་ཡ་གི་ཅིག་གང་ལ་ར་དུས་ཚོད་བཟོ་ཡ་འགྲོ་བ་དང་ཡང་འདི་ན་བཞིན་གི་ཡང་ལས་ཀ་གི་འབྲེལ་བ་ཡོད་རྒྱུ་གི་ཨ་ནི་ཡང་མི་གལ་ཆེན་པོ་དེ་འདྲའི་ཡོད་ར་དེ་འདྲའི་ཐུག་དགོས་ཡ་འགྲོ་བ་དང་དེ་འདྲའི་ཆེ་ཨ་ནི་སང་ཉི་མ་ལ་ཡིན་ནའི་ཁོ་རང་ག་དུས་ཡིན་ནའི་བྲེལ་བ་ལ་ཡོད་ར་ཨ་ནི་མཚམས་མཚམས་རིན་པོ་ཆེ་ལ་ཞུ་གི་ཡོད།

ཡིན་ནས་ད་མཚམས་མཚམས་ད་ས་ཉི་མ་ལ་གོ་སྐབས་རག་གི་འདུག་ར་ཡིན་ནས་མང་ཆེ་ཇི་ཡོད་ར་ས་ཉི་མ་ལ་ཡང་ནས་རིན་པོ་ཆེ་ཁོ་རང་དེ་འདྲའི་ནང་ལ་ཞུ་ནས་ལྷོད་ལྷོད་ཕྱིན་ནས་ཨ་ནི་དེ་འདྲ་ཞུ་ཡས་ཀྱི་དུས་ཚོད་ཡོད་མ་རེད་ཡོད་ཨ་ནི་རིན་པོ་ཆེ་ཁོ་རང་དེ་འདྲའི་ཞུ་འདོད་ཡོད་གནང་གི་མི་འདུག་ར་ལ་ན་ཁོ་རང་ག་དུས་ཡིན་ནས་པའི་གང་ལགས་ར passionate ལགས་ར་ད passionate ལ་ན་བོད་སྐད་ནང་ཚིག་ག་འདྲ་སི་ལགས་ར་ད passionate ཁོ་རང་དགའ་བོ་ཡོད་ཡོད་ཇི་ཡོད་ཨ། ལ་ན་ཁོ་རང་དེ་འདྲའི་ལས་ཀ་ཆ་ལེ་ཅིག་གང་ལ་ད་བསྟན་པའི་དོན་དག་ག་རེ་ཡིན་ནས་ང་བྱེད་ཀྱི་ཡིན་ཟེར་ལ་ངའི་འགྲོ་རྒྱུ་ཨ་ཅིག་གང་ལ་རེད་ད་རིང་གཟའ་ཉི་མ་རེད་ལ་ན་གསར་རྙིང་གཟའ་སྤེན་པ་རེད་ཨ་ནི་ད་རིང་གུང་ཟས་རེད་ཅིག་ཡོད་ར་ལས་ཀ་ཡོད་མ་རེད་ནང་ལ་བསྡད་ཡ་ཡིན་ལ་འགྲོ་དེ་འདྲའི་ལ་དེ་འདྲའི་ལ་ལྟ་བསྡད་ཀྱི་མ་རེད་ཡོད་ལ་ན་དེ་འདྲའི་ལ་ཁ་ལ་ར་དེ་འདྲའི་གི་གོ་སྐབས་ཟིན་ཡ་ལ་ལྟ་ནས་བསྡད་ཀྱི་མ་རེད་ཡོད

ཨ་ནི་འོ་འདི་ཕྱི་ནས་གང་ལ་རེ་པོ་རུ་པོ་རུ་ལ་དབྱིན་ཇིའི་ཚིག་འབྲི་བོ་དང་རྒྱ་གར་ཚིག་འབྲི་བོ་དང་དེ་འདྲའི་པོ་རུ་པོ་རུ་ལ་ལས་ཀྱི་རེད་ད་བྱས་ཙང་ཨ་ནི་ཚང་མས་ག་ལ་རེ་གོང་མ་ཚུང་ཞུ་བའི་ཡིན་ཨ་ནི་དེ་འདྲ་འདྲ་བོ་རེད་ཨ་ནི་ང་རང་གི་ད་ལྟ་བར་དུ་བརྙན་ཐུང་བཟོས་རྒྱུ་དེ་ཚོ་ལ་ཨ་ནི་ངེད་ཀྱིས་གང་ལ་རེ་ང་རང་གིས་ང་རང་ངོ་སྤྲོད་རྩ་ནས་མ་བྱས་ཀྱི་ནི་དེ་ནས་བརྙན་ཐུང་བཟོས་འདོད་ར་ཨ་བྱས་ཙང་ཨ་ནི་ད་རིང་ཅིག་ངོ་སྤྲོད་ཐུང་ཐུང་ཅིག་ཞུས་ན་བསམ་སོ་ར། ཨ་ནི་འོ་ངེད་ཀྱི་བརྙན་ཐུང་འདི་ནང་ལོགས་ལ་ཨ་ནི། གང་འཇུ་མ་འཇུ་རེད་ལགས་ན་གང་འཇུ་མ་འཇུ་ལགས་ན་གང་ལ་བར་ད་མི་ཁ་ཤས་ལ་གི་འདུག་ཨ་སོ་སོའི YouTube Channel ཡིན་ན་ཡག་མེད་ན་ཅིག་ཁ་ལག་སོས་ཨ་གི་ཅུག་པོ་སྒང་ལ་ཡིན་དགོས་གོ་རེད་ཡག་མེད་ན་ནི་གང་ས་ཅིག་ཕྱི་ལོགས་ལ་འཁྱམས།

ཁྱེད་རང་ཚོ་ངེད་ཀྱི channel དེ་ནང་ལོག་ལ་ཨ་ནི་བརྙན་ཐུང་རང་ཚོ་ལ་ཅིག་ཕན་ཡག་གི་བཟོས་ཐུབ་པའི་རེ་བ་ཡོད་ཨ་ནི་བརྙན་ཐུང་བཟོས་པ་ཤོར་ལ་ཨ་ནི་གཞན་ལ་ཕན་ཡག་འགྲོ་ཅིག་བཟོས་ན་ཨ་ནི་ཡག་པོ་འདུག་ཨ་ནི་བརྙན་ཐུང་ག་དུས་ག་རེ་བཟོས་ན་གི་ཅིག་གཞན་ལ་ཕན་ཐོག་ཆགས་ཡག་གི་ཅིག་ཡོད་ར་ཕན་ཐོག་བྱུང་ཡག་གི་ནི་བརྙན་ཐུང་བཟོས་ཐུབ་པའི་གི་རེ་བ་ཡོད། ཚང་མ་ལ་བཀྲ་ཤིས་བདེ་ལེགས་བཀའ་དྲིན་ཆེ་ཐུགས་རྗེ་ཆེ་ནང་ནང་བྱོན་ཡིན་ཨ་ནི་རྗེས་མ་རྗེས་མ་གི་བརྙན་ཐུང་དེ་ནང་ལ་མཇལ་ཡོང་བ་བའི།